ཚེ་དབང་གིས་གཏམ་གསན་བཤད་གནང་མཁན་བྱ་བྱེའི་དྲ་གྲོགས་རྣམས་ལ་ཡང་དག་དུས་གསུམ་གྱི་འཚམས་འདྲི་ཞུ་གི་ཡོད། གང་ཡིན་ཟེར་ན་ངས་དུས་གསུམ་བསླབ་གྲྭའི་རྒྱུ་མཚན་ག་རེ་ཟིན་ད་ལྟ་ང་ཚོ Australia ལ་ཡར་ཉིན་གུང་ཆུ་ཚོད་ད་གསུམ་པ་ཡོད་ཚེ་རེད། ཨན་དང་ནང་བཞིན་ཡང་རྒྱ་གར་ནང་དུ་བས་ནས་ད་ལྟ་ཉིན་གུང་གི་ཕལ་ཆེར་ཉིན་གུང་ཆུ་ཚོད། བཅུ། ཉིན་དགུང་གོང་གི་ཆུ་ཚོད་བཅུ་གཅིག་བཅུ་གཉིས་དེ་བར་སླེབས་ཀྱི་ཡོད་ས་རེད་ཤག་ཨན་ད་ནི་ཨ་རི་དང་ཡོ་རབ་དང་མཚོ་ནུབ་ས་ན་གོང་ཆགས་དེ་བས་བྱས་ཙང་ངས་ཨ་ནི་དྲ་ཚིགས་ནང་དུ་ཡང་ད་དུས་གསུམ་གྱི་འཚམས་འདྲི་བཀྲ་ཤིས་ལེགས་ཞུ་ཡག་རྒྱུ་མཚན་དེ་འདྲ་ཡིན་ད་དུས་ཚོད་ཁྱད་པར་མ་ཡོད་དུས་ཙམ་ནས་ད་ད་རེས་ངས་དེའི་ནང་ལ་ཡང་ཞུ་ཡག་ག་རེ་ཡོད་ཟེར་ན་ཨ་ནི་བརྙན་པ་རིག་གནས་གསར་བརྗེའི་ནང་ལ་ཡང་ཨ་ནི་རླབས་ཆེན་གྱི་གཙོ་འཛིན་མའོ་ཀྲུའུ་ཞིའི་ཆེས་མཛའ་བརྩེའི་ཨ་ནི་ག་ཆེ་བའི་ཨ་ནི་གཅིག་གི། གི་འཐབ་གྲོགས་ལིན་པའོ་སེ་ཡང་ཏང་མའོ་ཙེ་ཏུང་གི་ཏང་ཁྲིམས་མཐུན་གྱི་ཤུལ་འཛིན་བྱེད་མཁན་ཡིན་ཞེས་ཏང་གི་དགའ་བསུ་རེ་ཁོ་རང་ཚོའི་སྒྲིག་གཞིའི་ནང་བཀོད་བཞག་རྒྱུ་མི་དེ་མཐའ་མ་དེ་ལ་ཡང་མ་འོངས་ལ་ངོ་རྒོལ་བྱེད་ཨ་ནི་གནམ་གྲུ་དག་ནི་གར་བྱེད་ནས་ཤི་བ་རེད་ཟེར་ཡ་དེའི་སྐོར་ལ་ཞུ་ཡ་ཡིན་ཨ་ནི་ཚང་མས་དགྱེས་བཞིན་གནང་བ་ཞུ། ལིན་པའོ་ནི་རྒྱ་ནག་དམར་གཞུང་ཁྲིམས་མཐུན་གྱི་མའོ་ཙེ་ཏུང་གི་ཤུལ་འཛིན་པ་ག་འདྲས་སུ་ཆགས་པ་དང་ཡང་གར་བྱེད་ནས་གནམ་གྲུ་བཏབ་ནས་ཤི་བ་རེད་ཅེས་དྲི་བ་གཉིས་བཏོན་འདུག་པའི་དཔྱད་རྩོམ་ཞིག་སྤེལ་བའི་ནང་ལོ་ལེ་ཨ། ལིན་པའོ་ཡིས་ཐོག་མར་དམག་བྱུས་དམག་རྩལ་ཁྱད་པའི་དྲག་ཆས་དམག་སྤྱི་དང་དེ་ནས་མའོ་ཙེ་ཏུང་གི་བརྩེ་བ་ཆེ་ཤོས་ཀྱི་མཐར་སྤྲོ་དང་ཤུལ་འཛིན་པའི་ཆ་ནས་ལོ་གཉིས་མ་འཚོ་བར་འཚབ་འཚུབ་ངང་ཨུ་རུ་སུར་བྲོས་བྱོལ་དུ་འགྲོ་བའི་ལམ་བར་གནམ་གྲུ་བརྡབས་ནས་ཤི་བའི་བརྒྱུད་རིམ་ཆ་ཚང་ཞིག་བཤད་འདུག་བྱས་ཙང་འདི་སྐར་མ་སུམ་ཅུ་སོ་དྲུག་ཟེར་རིང་པོ་འདུག་བྱས་ཙང་འདི་ངས་དུམ་བུ་གཉིས་ལ་བཏང་རྗེས་ནི་བཤད་ན་བརྩམས་ཆོས་དེ་ཡང་དང་པོ་ལིན་པའོ་ཟེར་བའི་མི་དེ་ངོ་སྤྲོད་ཅིག་བྱས་ན་ཁོ་གཅིག་སྟོང་དགུ་བརྒྱ་བཅུ་མེད་བདུན་ལོར་རྒྱ་ནག་གི་ཧུའུ་པེ་ཞིང་ཆེན་ཁོངས་ཧོང་ཀོང་ཟེར་བའི་ས་གནས་ཀྱི་གསབ་རྟགས་ཆུང་ཆུང་གཅིག་ནང་སྐྱེས་བཞག་ཨ་ནི་སྐོར་པ་ཆུང་དུས་ནས་ཁ་མང་པོ་མེད་ཅེས་མིར་འབྲེལ་བ་བཟོ་ཐུབ་མཁན་ཞིག་མ་རེད། འོན་ཀྱང་ཁོའི་གཤིས་ཀ་དེ་ཧོང་ཀང་གི་མིའི་གཤིས་སྤྱོད་མཚོན་པ་འདི་ནི་ནི་དཀའ་སྤྱད་སྙིང་རུས་ཀྱི་སློབ་སྦྱོང་བྱེད་ཀྱི་ཡོད་པ་དེས་སྐབས་དེར་སྐད་གྲགས་ཆེ་བའི་ཧུའང་པུའུ་དམག་དོན་སློབ་གྲྭའི་ཡིག་རྒྱུགས་ལོན་པ་རེད། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོར་གུང་ཁྲན་ཏང་དང་གོ་མིན་ཏང་གཉིས་མ་འཆམ་པར་ཁ་བྲལ་དུ་སོང་ནས་ལིན་པའོ་གུང་ཁྲན་ཏང་གི་སློབ་གསོའི་འོག་གོ་མིན་ཏང་གི་སྒྲིག་འཛུགས་ནས་ཁ་བྲལ་ཏེ་དམག་དོན་བཅས་ནན་ཁྲང་ཝེ་ལང་ཟེར་བའི་གུང་ཁྲན་ཏང་གི་ཀྲུའུ་ཏེས་འགོ་ཁྲིད་དེ་དགུ་མིང་ཏང་ནང་གི་གཡོན་ཕྱོགས་ཤོག་ཁག་དང་གསར་བརྗེ་དབུས་ལྷན་ཁང་ཟེར་བའི་དམག་དཔོན་དང་དངོས་མི། སྟོང་ལ་ཉེ་བ་ཁག་གཅིག་ནས་གཅིག་སྟོང་དགུ་བརྒྱ་ཉིས་བརྩེགས་བདུན་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་གཅིག་ཉིན་དགུ་མིང་ཏང་གི་གཞུང་ལ་ངོ་རྒོལ་བྱས་པའི་དྲག་པོའི་ཟིང་འཁྲུག་ཅིག་ཡིན་ན་ཡང། གུང་ཁྲན་ཏང་གི་འདི་ནི་ནན་ཁྲང་ཝེ་ལང་ཞེས་ཏང་གི་དམག་དཔུང་ཐོག་མར་བྱུང་ཚུལ་གྱི་ནན་ཁྲང་ཝེ་ལང་ཞེས་མིང་བཏགས་ཡོད་པ་རེད། ལིན་ཀང་སྐབས་དེར་འོས་ལངས་འདི་ནང་ཞུགས་པ་དང་དམག་དོན་སློབ་གྲྭ་ཐོན་པའི་མིང་ཐོག་ནས་དམར་དམག་གི་སྡིངས་དཔོན་གོ་ས་ར་མ་ཟད་དེའི་ཆེས་སུ་གུང་ཁྲན་ཏང་གིས་རྒྱ་ནག་མི་དམངས་ནང་ཕུ་དཀྲུག་དྭ་དཀྲུག་གི་གོ་མིན་ཏང་གི་གཞུང་ལ་དམའ་འབེབས་དང་གཡེན་འཆོར་དཀྲུག་ཤིང་རྒྱབ་པའི་བརྒྱུད་རིམ་ནང་ལིན་པའོ་མུ་མཐུད་ལམ་དུ་གྱུར་ནས་གོ་གནས་རིམ་འཕར་བྱུང་ཡོད། ཡོད། འོན་ཀྱང་ལིན་པའོ་ཟེར་བའི་མི་དེས་མའོ་ཙེ་ཏུང་དང་ཀྲེན་ཝང་ལེ་ཟེར་བའི་ཆབ་སྲིད་དང་གཡོ་སྒྱུར་བྱང་ཆུབ་པའི་མི་དེ་ཚོ་དང་མ་འདྲ་བ་ཡོད། གང་ཡིན་ཟེར་ན། མའོ་ཙེ་ཏུང་དང་ཀྲེན་ཝང་ལེ་ཟེར་བའི་མི་དེ་དག་ཉིན་ལྟར་རིས་སོ་སོ་དང་ཤེས་འཇོན་ཆེ་བའི་མི་གཞན་ལ་གཡོ་སྒྱུ་རྩིས་ནས་ནང་འཁྲུག་རྒྱག་མ་ཚར་བར་མི་མང་པོ་གང་ཡིན་དེ་ཡིན་མེད་པར་ཉེས་མེད་ཉེས་འཛུགས་བྱས་ནས་མེད་པ་བཟོ་ཡི་ཡོད་པ་རེད། དཔལ་ནཱ་གུང་ཁྲན་ཏང་དང་པོ་གསར་འཛུགས་བྱེད་མཁན་གྱི་དམར་པོའི་རིག་གཞུང་པ་བྲལ་འདུག་ཤུག་དང་ཝང་མིང་ཀྲང་གོང་ཐང་པོ་ཟེར་བ་གུང་ཁྲན་ཏང་གི་འགོ་ཁྲིད་ཐེ་ཚོམ་མེད་པ་བཟོས་ཏེ་གུང་ཁྲན་ཏང་གི་དགྲ་བོ་ངོ་མ་གོ་མིན་ཏང་དང་ཇེ་པེན་བཙན་འཛུལ་དམག་ཟེར་བ་མ་ཡིན་པར། དགྲ་བོ་ངོ་མ་ནི་ཁོ་རང་ཚོའི་ནང་ཁུལ་གྱི་ལྟ་བ་དང་ལངས་ཕྱོགས་མི་མཐུན་པ་འདི་དག་ཆགས་པ་འདྲ་པོ་རེད། འོན་ཀྱང་ལིན་པར་ནི་ཆུང་དུས་ནས་ཁ་ཉུང་ཉུང་དང་མི་གཞན་དང་འབྲེལ་བ་བཟོ་རྒྱུར་དགའ་པོ་མེད་པ་དེས། རྒྱལ་ལོས་ནས་གུང་ཁྲན་ཏང་ནང་ཁུལ་གྱི་སྲིད་དོན་དང་འབྲེལ་བའི་ཚོགས་འདུ་དང་ལས་འགུལ་ལ་ཧ་ལམ་འཛུལ་ཞུགས་བྱེད་ཀྱི་མེད། ཁོ་པ་ཅིང་ཁང་ཧྲང་ཟེར་བས། མའོ་དང་ཀྲུའུ་ཏེ་དམག་དཔུང་ནང་ཡོད་དུས་ཆབ་སྲིད་ཀྱི་རང་ཁྱེར་གཞན་ཕམ་བྱེད་མཁན་འདི་གས་ལུག་ཤ་ཁྱེར་ནས་ཕྱི་ཤ་བཙོང་མཁན་གྱི་མི་ཁྲམ་པ་རེད་ཟེར་བཤད་མྱོང་ཡོད་པ་རེད། ད་འོ་ན། ཆབ་སྲིད་ལས་འགུལ་ལ་མ་དགའ་བའི་གུང་ཁྲན་ཏང་མི་ཉིན་གྱང་རྗེས་སུ་རྒྱ་ནག་དམར་གཞུང་གིས་རྒྱ་སྐད་ནང་ཏང་ཡོན་ཧྲེ་ཟེར་བ་དང་དབྱིན་ཇིའི་ནང་ནས Grand Marshal ཟེར་བའི་དམག་སྤྱི་ཆེ་ཤོས་བཅུ་ཡོད་པའི་ནང་གི་ཨང་གསུམ་པར་སླེབས་དགོས་དོན་ག་རེ་རེད་དྲིས་པ་ཡིན་ན། ཉིན་གྱང་ཆབ་སྲིད་དེ་དུང་ཡབ་མེད་ནས་དམག་རྒྱག་ཡ་དེ་ཧ་ལས་པའི་དམག་ཇུས་དང་དམག་རྩལ་ཡག་པོ་ཡོད་པ་དེ་རེད། དཔེ་ཆ་བཞག་ན། དམག་དོན་ལ་དོ་སྣང་ཡོད་པས། མི་ཚོས་ཨ་མཆོག་ནང་གོ་མ་ཤོད་ཀྱི་རི་སྐོར་དམག་འཁྲུག་གི་དམག་འཐབ་ཨང་དང་པོ་ཡིན་པའི་ལིན་པིན་ཀཱན་དམག་འཁྲུག་སྐོར་ཡིན་པ་དང་དམག་འཁྲུག་དེ་འཇར་པན་དམག་གི་དམག་ཤུགས་ཆེ་ཤོས་ཡིན་པའི་དམག་མི་སྟོང་ཕྲག་ཡོད་པ་གཅིག་ལ་འཇབ་རྒོལ་བྱས་ནས་ཕམ་ཉེས་བཏང་བ་དེ་ལིན་པིན་ཀཱན་རང་གིས་ཇུས་འགོད་དང་བཀོད་འདོམས་བྱས་པ་གཅིག་ཡིན། སྐབས་དེར་རྒྱ་ནག་དམག་དཔུང་ནང་སྐད་གྲགས་ཆེ་བའི་དམག་སྤྱི་ཕེང་ཏེ་ཧོན་ནང་ཞིང་མེད་སྐྱེས་ཀྱི་དབང་ཐང་དང་འདུ་ཤེས་འཛིན་སྟངས་ལ་བརྟེན་ནས་དམག་ཁུལ་གྱི་དཀའ་ཚེགས་ཆེ་བའི་དམག་ཆེན་པོ་འདི་འདྲས་མིན་པར། ལིན་བཱ་ཡོ་འཐབ་འཛིང་བྱེད་སྟངས་དེས་ཁོ་རྩིས་རྒྱབ་མཁས་པོ་ཡོད་པ་དཔེར་ན། གཅིག་སྟོང་དགུ་བརྒྱ་ཞེ་བཞི་ཞེ་བདུན་དང་ཞེ་བརྒྱད་ལོར་གོ་མིན་ཏང་གི་དམག་དཔུང་དང་གུང་ཁྲན་ཏང་གི་དམག་དཔུང་གཉིས་བར་རྒྱལ་ཕམ་རང་བཞིན་གྱི་དམག་འཐབ་ལེའོ་ཧྲན་དམག་འཐབ་ནང་བདེན་པ་ཡི་དམག་དཔུང་གིས་ཧུའུ་ཅའོ་བྱ་བ་ཟེར་བའི་ཉེ་འགྲམ་དུ་གོ་མིན་ཏང་གི་དམག་དཔུང་བཅས་ཀྱིས་རྒོལ་རྡུང་ཕོག་སྟེ་སྤྱི་འཐུས་དམར་ལ་ཁ་གཏོར་ཕྱིན་པའི་རྗེས་སུ་ཁོ་ཚོས་གོ་མིན་ཏང་གི་དམག་དཔུང་ཉུང་ཤས་ཤིག་གཏོར་སྒྲོམ་བཏང་ནས་མོ་ཏྲ་དང་མེ་མདའི་མང་པོ་རག་པ་དང་མཉམ་གོ་མིན་ཏང་གི་དམག་དཔོན་འགའ་ཤས་འཇུ་བཟུང་ཐུབ་པ་བྱུང་ཡོད། དམག་དཔོན་གཞན་པ་ཡིན་ན་མོ་ཏྲ་དང་མེ་མདའི་མང་པོ་རག་པ་འདི་རིགས་ལ་དོ་སྣང་མེད་ཀྱང་ཚོར་སྣང་ཧ་ཅང་ཆེན་པོ་ཡོད་པའི་ལིན་པའི་ངོས་ནས་བཤད་ན། གློ་བུར་དུ་ཐོབ་པའི་མོ་སྒྲ་དང་མེ་མདའ་དང་དེའི་སྡེ་དག་གིས་ལིན་པའོ་ཡིས་རང་གི་དགྲ་བོ་བཀོད་འདོམས་གང་ཡོད་ས་ཤེས་རྟོགས་བྱུང་སྟེ་དེ་མ་ཐག་དོགས་གཞི་ཆེ་བའི་གྲུ་བོ་གསུམ་སེམས་སུ་ཤར་བ་ནི། དང་པོ་མོ་སྒྲ་འདིའི་བཟོ་ལྟ་ག་འདྲས་རེད་ཟེར་དུས་སྐམ་དམག་དར་ནག་ཞུས་བོན། ཇུས་བོན་གཅིག་གིས་གྲོང་གསེབ་ནས་མཐོང་རྒྱུ་མེད་པའི་མོ་སྒྲ་འདི་འདྲས་རེད། ཁྱེད་ཀྱི་འཁོར་ལོ་དྲུག་འདུག་མ་ཟད་མོ་སྒྲའི་མཆུ་རྒྱུན་མཐུད་ཆས་ཐུང་ཐུང་རེད་ཟེར་ལན་བརྒྱབ་པ་དང། དྲི་བ་གཉིས་པ། མོ་དྲའི་ནང་ལྕགས་མོས་ག་རེ་བླུགས་འདུག་ཟེར་དུས་མོ་དྲའི་ནང་ལ་མེ་སྒྱོགས་བླུགས་མི་འདུག་དྲི་བ་གསུམ་པ། འཇུ་བཟུང་བྱས་པའི་དམག་མི་དེ་ཚོ་ག་འདྲས་རེད། ཟེར་དུས་ཙམ་ནས་བྱོལ་བོད་ཀྱི་དམག་རྒྱག་མ་ཐུབ། དམག་འཐབ་མ་བྱས་གོང་ནས་བྲོས་ཐུབ་རྐྱང་བྱེད་ཅིང་མང་ཆེ་བ་དམག་དཔོན་ཆུང་གྲས་རེད་འདུག་ཁོང་ཚོ་ཤ་རྒྱག་པ་དང་གདོང་དཀར་བ་རེད་ཟེར་ལན་བརྒྱབ་མ་ཐག་ལིམ་བྷེ་བའི་ཀླད་པའི་ནང་དུ་གྲངས་གཞི་འདི་དག་ལ་རྩིས་བརྒྱབ་ནས་དུས་ཡུན་ཐུང་ཐུང་ནང་གནས་སྟངས་ལ་དབྱེ་ཞིབ་བྱེད་དུས་མོ་ཏྲའི་འཁོར་ལོ་དྲུག་ཡོད་པ་དེ་རིགས་ནི་ཨ་རིའི་མོ་ཏྲ་ཐོན་སྲང་ཡིན་པས་དེ་སྐད་ལ་མི་ལྕོགས་སོགས་ལས་ལག་ཆ་རྒྱའི་ཚན་རིག་མ་ལུག་པ་དམག་དཔོན་རྒྱག་རིང་ལུགས་ཡོད་པ་འདི་དག་གིས་ལིང་ག་བའི་སྐར་མ་གཅིག་ནང་གོ་མིན་ཏང་གི་དམག་ཤུགས་གཙོ་བོ་གྲས་ཡིན་པའི་ལེའོ་ལེའོ་ཤང་ཁྲི་ཤོག་དཔུང་སྡེའི་བཀོད་འདོམས་ཁང་གསར་བརྗེ་དེའི་ཉེ་སར་ཡོད་པ་ཚོད་དཔག་ཐུབ་ནས་དེ་མ་ཐག་རྒྱུན་ལྡན་དང་མ་འདྲ་བར་ཟབ་ཚོགས་བྱེད་མཁན་གྱི་ལིན་པོ་ཏི་དགའ་ཐག་ཆོད་ནས་ཁོ་པའི་དམག་དཔུང་ཚང་མ་ས་ཆ་མི་འདྲ་བར་གར་ཡོད་པ་དང་ལས་ཀ་ག་རེ་བྱེད་ཀྱི་ཡོད་པ་ཚང་མ་བཞག་ནས་འཕྲལ་དུ། ཝུ་ཅའོ་ཧོ་ཟེར་བའི་ཉེ་འགྲམ་དུ་ཤོར་དགོས་པའི་བཀའ་བཏང་ནས། ལེའོ་ལན་ཤང་ཁྲི་ཤོག་དཔུང་སྡེའི་བཀོད་འདོམས་ཁང་དེ་མ་ཐག་ཏུ་གཏོར་ཕམ་བཏང་རྗེས་ལེའོ་ལན་ཁྲི་ཤོག་དཔོན་ཁོ་རང་སྐུ་སྲུང་དམག་བཅུ་གྲངས་གཅིག་ཤི་ཐབས་རི་ཐབས་ཀྱི་དམག་འཛིང་བྱས་ནས་ཁོ་པ་བྲོས་མཐར་ཡང། དམག་མི་འབུམ་གཅིག་དང་ཨ་རིའི་མགོ་ཐོན་ཡོད་པའི་གོ་མིན་ཏང་གི་ཙུང་ཞུ་དམག་དེ་ཉི་མ་གཉིས་ནང་རྩ་མེད་བཟོས་པ་རེད། སྐབས་དེར་མའོ་ཙེ་ཏུང་གི་རིམ་གྲོ་ནི་དཔའ་ངར་ཆེ་བའི་དམག་དཔོན་ཞིག་དང་མི་འདྲར་ཁོག་རྩིས་རྣོ་བའི་རྩེད་འགྲན་ཞིག་རེད་ཟེར་བསྔགས་བརྗོད་ཆེ་ཁག་བྱས་འདུག་རིམ་གྲོ་ནི་དམག་དཔུང་ནང་གི་དམག་དོན་མཁས་པའི་མི་སྣ་ཞིག་ཡིན་པས་སྲིད་དོན་གྱི་གནད་དོན་ལ་དོ་སྣང་ཆེན་པོ་མེད་ཤེས་ཀྱི་ཡོད་ནའི་ཆབ་སྲིད་ཀྱི་ལངས་ཕྱོགས་ཐད་ལམ་འགྲོ་ཆེན་པོ་བྱུང་མཁན་ཞིག་རེད། ཐོག་མར་རིམ་གྲོ་ནན་ཀྲང་ཝེ་ལང་ཟེར་བའི་ནང་འཛུལ་ནས་ཇིང་ཁང་རེ་བའི་ནང་སླེབས་ནས་མའོ་ཙེ་ཏུང་དང་ཐུག་སྟེ་སྔ་ས་ནས་མའོ་ཡི་ལངས་ཕྱོགས་དང་ལངས་པའི་གོ་སྐབས་ཐོབ་པ་དང། མའོ་ཡིས་སྐབས་དེར་དམག་དཔོན་རྣམས་ཁོ་པ་དང་ལྟ་བ་མི་འདྲ་བའི་དམག་དཔོན་ཁག་ཅིག་གཙང་བཤེར་བྱེད་པའི་སྐབས་རིམ་པ་དངོས་སུ་ལས་འགུལ་དེའི་ནང་ཞུགས་མེད་ཀྱང། མའོ་ཡི་བྱེད་སྟངས་ལ་རྒྱབ་སྐྱོར་བྱས་ཡོད། དེར་བརྟེན་འདེམས་སྐྱོར་དམག་རྩལ་དང་དམག་ཤུགས་ཡག་པོ་ཡོད་ཙང་མི་རྟག་ཆུང་ཆུང་གཅིག་གིས་རྩྭ་ཐང་མེ་སྦར་ཐུབ་ཅེས་པའི་རྩོམ་ཡིག་དེས་མའོ་ཙེ་ཏུང་གིས་འདེམས་སྐྱོར་ལ་བསྔགས་བརྗོད་བྱེད་ཐུབ་ཅེས་པ་བཤད་ཡོད་ན་ཡང། རྗེས་སུ་གུང་ཁྲན་ཏང་ནང་བུད་སྐབས་ཅི་རིང་ཨུ་རུ་སུའི་ནང་དམར་ཤོག་ལྟ་བ་སློབ་སྦྱོང་བྱེད་ཉེ་བའི་ཝང་མི་ཟེར་བ་ཏང་གི་འགོ་ཁྲིད་ནང་སླེབས་རྗེས

གུང་ཁྲན་ཏང་ལ་རྒྱ་ནག་རྒྱལ་ཡོངས་ཀྱི་སྲིད་དབང་ཐོབ་པའི་རྗེས། དམག་རྒྱག་དགོས་ཡ་མེད་དུས་ནིམ་པའོ་གནས་བབ་དེ་ཡག་པོ་དེ་ཙམ་མེད་གང་ཡིན་ཟེར་ན་ཞི་བའི་དུས་སྐབས་སུ་གུང་ཁྲན་ཏང་ནང་ཁུལ་དབང་ཆའི་འཐབ་རྩོད་ཇེ་ཞན་པ་སོང། ནང་ཁུལ་ཤོག་ཁག་འཐེན་འཁྱེར་བྱེད་དགོས་པ་ནས་སྐབས་དེར་མའོ་ཙེ་ཏུང་གིས་རང་སྣང་གང་དྲན་བྱེད་པའི་དུས་ཚོད་ནང་ལིན་པའོ་ལ་ཡག་བྱེད་རྒྱུ་གང་ཡང་མེད། གང་ཡིན་ཟེར་ན་ལིན་པའོ་ཡི་ཏང་ནང་ཆོས་ཞེ་ང་གསུམ་གྱི་ཆབ་སྲིད་ལས་འགུལ་ཚོགས་འདུ་དང་འཐེན་འཁྱེར་ཕྱོགས་ཁག་བྱེད་པར་སྣང་བ་འགྲོ་གི་མེད། རྗེས་གནང་གུང་ཁྲན་ཏང་གི་གཞུང་གསར་པ་ཚུགས་པའི་དུས་ནང་བདེ་འཇགས་ལ་སྤྱི་ཁྱབ། དམག་སྤྱི་བཅུ་ཡོད་པའི་ནང་གི་མཐོང་དང་གཞུང་གི་ལས་གནས་མེད་པ་གཅིག་པུ་དེ་ཆགས་ཡོད། ཀྲུའུ་ཏེ་དང་ཕང་ཏེ་ཧོས་ནང་བཞིན་རྒྱལ་ཡོངས་མི་རིགས་ཚོགས་གཙོ་དང་རྒྱལ་སྲུང་བློན་ཆེན། དམག་ཨུའི་ཚོགས་གཞོན་ཡིན་པའི་ཡེ་ཅན་ཡེང་སོགས་ནང་བཞིན་གྱི་གོ་གནས་གང་ཡང་མེད། འོན་ཀྱང་ཁུ་སིམ་ངལ་གསོའི་ནང་གནས་པའི་གནས་སྟངས་དེས་བདེ་འཇགས་ལ་རྐྱེན་ངན་གྲོགས་སུ་གྱུར་ཡོད། གང་ཡིན་ཟེར་ན་གུང་ཁྲན་ཏང་གིས་སྔ་དུས། ད་ཕྱིས་སུ་ཁྱོད་ཤི་ང་གསོན་གྱི་དབང་ཆའི་འཐབ་རྩོད་ནང་སྡུག་སྦྱོང་མནར་གཅོད་འོག་ཤི་བའི་ཏང་གི་འགོ་ཁྲིད་དང་དམག་དཔོན་ཧ་ཅང་མང་པོ་ཤོར་བ་དེ་དག་ཉི་ཧོང་དམག་འཁྲུག་དང་རྒྱལ་ནང་དམག་འཁྲུག་ཟེར་བའི་ནང་ཤི་མེད་པར་མང་ཆེ་བ་བྱིས་པའི་དུས་སུ་ཆབ་སྲིད་ལས་འགུལ་ནང་སྔ་རྗེས་སུ་འཚང་ཁ་ཤིག་བྱེད་ངང་ཤི་ཡོད་པ་རེད། དེ་ཡང་སྔ་ཤོས་སུ་ས་གནས་ཀྱི་གོ་པ་ཀའོ་ཁང་དང་རའོ་སུའུ་ཟེར་བ་གཉིས་དམག་གི་དབང་ཆ་རྩིས་སྤྲོད་མ་བྱས་པར་དམག་དོན་ཨུ་ཡོན་ལྷན་ཁང་གཞན་པ་རྫོང་གཉེར་བྱེད་པའི་ཉེས་མིང་བཙུགས་ཏེ་གཙང་བཤེར་བྱས་ཏེ་གོ་མིང་ཕབ་པ་མ་ཟད་མི་ཚེ་བཙོན་དུ་བཅུག་རྗེས། དེ་རྗེས་ལྔ་བཅུ་ང་དགུ་ལོར་ལུའུ་ཧྲན་རི་བོའི་ཚོགས་འདུའི་ནང་བང་དཱ་བྷན་གྱིས་མའོ་ཀི་སྐྱོན་བརྗོད་ལ། མོ་ལ་ཡང་སྐྱོན་བརྗོད་བྱེད་པའི་ཡི་གེ་སྤྲད་པར་བརྟེན་གཏོར་སྤང་བཏང་ཡོད། དེའི་རྗེས་སུ་དམག་དཔོན་མང་པོ་གཅིག་རྗེས་གཉིས་མཐུད་ངང་གོ་གནས་ཤོར་ཡོད་པ་རེད། ནམ་རྒྱུན་སྲིད་དོན་ལ་དགའ་བོ་མེད་ཟེར་མཁན་ལིན་པའོ་མཚམས་འདིར་མའོ་ཙེ་ཏུང་མིག་ནང་བཞག་པ་རེད། གང་ཡིན་ཟེར་ན། ལུག་ཧྲན་རི་བོའི་ཚོགས་འདུའི་ནང་དམག་དོན་ཨུ་ཡོན་ལྷན་ཁང་གི་ཚོགས་གཞོན་དང་རྒྱལ་སྲུང་བློན་ཆེན་ཡིན་པའི་བང་ཏཱ་ཧྥན་གཏོར་སྤང་བཏང་རྗེས་དམག་དཔུང་ནང་ཟང་ཟིང་བསྐྱུར་ནས་བརྟན་པོ་མེད་དུས། མའོ་ཙེ་ཏུང་ལ་དམག་དཔུང་གི་འགོ་འཁྲིད་མཁན་གྱི་མི་གཅིག་ཁ་ཚ་དགོས་གཏུག་གི་དགོས་མཁོ་ཡོད་དུས། ད་རེས་དམག་དཔོན་མཚོན་ན་ཕག་གཏད་ཐུག་གཏད་བྱེད་དུས་རང་གི་ལྟ་ཚུལ་ཡག་པོ་དེ་ཙམ་མེད་པ་དང་ཕྱོགས་གཏོགས་མཚན་གྱིས་མ་བྱས་པ། ཆབ་སྲིད་དེ་ཧམ་སེམས་མེད་མཁན་གྱི་རིམ་གྲོ་དེ་འོས་མི་རྣམས་འོས་ཆོས་ཐོག་ནས་ཁོ་པར་འཛིན་སྐྱོང་གི་ཉམས་མྱོང་མེད་ན་ཡང་ལྷག་བསམ་རྣམ་དག་བྱེད་རྒྱུ་གཙོ་བོ་ཡིན་སྟབས་མའོ་ཙེ་ཏུང་སྐུ་ཚེ་ཕྱི་རོལ་བརྟན་པོ་ཤོག་ཅེས་ཁ་ལ་བཏགས་བཏགས་པར་མའོ་ཡིས་ག་རེ་བཤད་ཀྱང་ལོག་ནས་སུ་ཟེར་བརྩི་བཀུར་ཞུ་རྐྱང་བྱས་དང། བྱས་པ་དང་ཁོ་པའི་ཉེ་འདེབས་ན་རྒྱལ་པོ་སྔོན་དང་རྣོན་པོ་རྣམས་རྗེས་སུ་འབྲང་དགོས་ཞེས་པ་ལྟར་ག་དུས་ཡིན་ཡང་མའོ་ཝུ་རྗེས་སུ་འབྲངས་ནས་བཀའ་གསུང་སྤྱི་འཐུས་ཤོག་རྒྱུ་ཡིན་བྲིས་ཡོད་པ་རེད། དེའི་སྐབས་ཀྱི་རྒྱ་ནག་གུང་ཁྲན་ཏང་དེ་སྔའི་མན་ཇུ་གོ་མན་གོང་མ་ན་བཞིན་མའོ་ཙེ་ཏུང་ཆགས་ཡོད་པ་རེད། ཡིན་ན་ཡང་མའོ་ཁྲིམས་དང་མཐུན་པའི་རྒྱལ་པོ་ཞིག་མ་ཡིན་པར་དེའི་སྐབས་དེའི་རྒྱལ་ཁབ་ཀྱི་སྲིད་འཛིན་ཡིན་པའི་ལིའུ་ཧྲའོ་ཇི་དང་སྲིད་བློན་ཡིན་པའི་ཀྲའོ་ལེ་དེ་བཞིན་མའོ་ཡི་དེ་སྔའི་ཏང་དང་དམག་དཔུང་ལས་བློ་ཡིན་པའི་ཏང་ཞའོ་ཕིང་སོགས་ནས་རང་ཉིད་མའོ་ཡི་འཐབ་རྩོད་སམ་འདས་གྲོངས་ཡིན་པ་ལས་རྒྱལ་པོའི་དབང་པོ་བླུན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་མེད། ཡིན་ན་ཡང་ལིན་པའོ་ཡིས་རང་ཉིད་རྒྱལ་པོའི་དབང་པོ་བླུན་པོ་ཞིག་དང་མའོ་ཙེ་ཏུང་གཞས་པ་ཞིག་ལ་བརྩིས་ནས་མངོན་གསལ་དོད་ཤོས་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་མི་སྟོང་ཕྲག་བདུན་ཡོད་པའི་གུང་ཁྲན་ཏང་གི་ཞག་གཅིག་ཚོགས་འདུའི་ཐོག་བེང་ཏེ་ཧྥང་གིས་གཙོས་པའི་མི་མང་པོས་མའོ་ལ་སྐྱོན་འཛུགས་ཆེན་པོ་བྱས་ཡོད། གང་ཡིན་ཟེར་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ནས་དྲུག་ཅུ་ལེ་གསུམ་བར་ལོ་འདི་དག་ནང་རྒྱ་ནག་གི་ཆར་ཆུ་དང་སོ་ནམ་བདེ་ལེགས་ཀྱི་གནམ་གཤིས་དང་དུས་ཚོད་ཡག་ཤོས་ཡིན་ཡང། མའོ་ཙེ་ཏུང་གི་རང་སྣང་གང་དྲན་གྱི་བྱེད་སྟངས་དེས་རྗེས་སུ་འབྲངས་པའི་གུང་ཁྲན་ཏང་གིས་ཧ་ཅང་ནོར་འཁྲུལ་གྱི་སྲིད་ཇུས་བཙན་ཤེད་ཀྱིས་ལག་འབྲེལ་བྱས་པ་དེས་སྔར་བྱུང་མ་མྱོང་བའི་ལོ་གསུམ་སྟོན་ཉེས་བྱུང་སྟེ་མིས་བྱིས་བ་གསུམ་ལ་ལྟོགས་ཤི་ཐེབས་པའི་གཞའ་ང་བའི་གནས་ཚུལ་བྱུང་བ་རེད། འཇར་པན་བཙན་འཛུལ་དམག་གིས་རྒྱ་ནག་ལ་ལོ་བརྒྱད་ཙམ་བཙན་བཟུང་བྱས་པའི་རིང་རྒྱ་ནག་གི་སོ་ནམ་ཞིང་ལས་སྡེ་བའི་ཆུ་བེད་ལག་རྩལ་དང་ནུས་ཁུངས་གཏོར་བཤིག་བཏང་མེད་པ་འདིས་རྒྱ་ནག་གུང་ཁྲན་ཏང་གི་རྩ་བ་ནས་གཏོར་བཤིག་བཏང་ཡོད་པ་རེད། གནད་དོན་དེ་ཧ་ཅང་ཚབས་ཆེན་པོ་ཡིན་ཙང་གུང་ཁྲན་ཏང་ནང་ཁུལ་གྱི་ཤེས་ལྡན་མི་སྣ་ཚོས་བར་བཀབ་མ་ཐུབ་པར། གཅིག་སྟོང་དགུ་བརྒྱ་དྲུག་ཅུ་དོན་གཉིས་ལོར། སྐབས་དེའི་རྒྱལ་ཁབ་དཀྲུག་ཤིང་ཡིན་པའི་ལེའུ་ཧྲ་ཅོས་བསྐུལ་སློང་བྱས་པའི་རྒྱ་ནག་དམར་གཞུང་གི་ལས་དོན་ཚོགས་འདུ་རྒྱ་སྐྱེད་ཟེར་བ་ཞིག་བསྐོངས་པ་རེད། ཚོགས་འདུ་དེར་སྔར་དང་མི་འདྲ་བའི་ས་གནས་སོ་སོའི་འགོ་ཁྲིད་ལས་བྱེད་ཚོགས་བཅར་ཞུ་བཅུག་པ་དང་གཏམ་བཤད་བྱེད་བཅུག་ནས་ལེའུ་ཧྲ་ཅོའི་བསམ་པར་གཞིས་ལུས་འགོ་ཁྲིད་ལས་བྱེད་ཚོས་དངོས་དོན་དྲང་ནས་སྐྱོན་བརྗོད་བྱས་པ་བརྒྱུད་མའོ་ཙེ་ཏུང་གིས་རང་གི་སྐྱོན་དང་ནོར་འཁྲུལ་ངོས་འཛིན་ཐུབ་ན་བསམ་ཡོད་པ་རེད། ཚོགས་འདུ་དེ་རྒྱ་སྐྱེད་ཚོགས་འདུ་ཟེར་དགོས་དོན་ནི་སྐབས་དེར་ཞིང་ཆེན་དང་གྲོང་ཁྱེར་གསུམ་ཟེར་བའི་ས་གནས་ཀྱི་འགོ་ཁྲིད་ལས་བྱེད་ཚང་མ་བསྐོང་ཡོད་སྟབས་མི་གསུམ་སྟོང་གི་ཚོགས་ཆེན་ཞིག་བསྡུས་པ་རེད། མཚམས་དེར་ལེ་ཚན་དེ་བར་མཚམས་ཤིག་བཞག་གིན་ཡིན། གང་ཡིན་ཟེར་ན་གནས་ཚུལ་དེ་སྙན་པོ་དང་རིང་པོ་ཡོད་དུས་ལེ་ཚན་རྗེས་མའི་ནང་མུ་མཐུད་ངེད་ཚང་ཞུགས་པ་ཡིན་གསན་གཟིགས་གནང་བར་བཀའ་དྲིན་ཆེ།